ཡ། རྒྱུད་ལས་དེ་ནས་སེམས་བསྐྱེད་ཚོགས་པའི་ནང་རྒྱུད་གཏེར་ཁ་ནས་དེ་ནས་ཆོས་གྲོགས་རྣམ་པ་དེ་སྣ་ཚོགས་ལ་དེ་ནས་དགེ་བའི་བཤེས་གཉེན་ལ་འགྱེད་དང་དེ་སྣ་ཚོགས་ལ་དེ་ནས་སློབ་གཉེར་བ་ཚང་མ་ལ་དེ་ནས་རྒྱུད་བཞུགས་ཏེ་དེ་ནས་དེ་རིང་ཡ་ང་དང་ངའི་ད་ང་དང་ཨའི་དང་བཞག་བཟའ་ཨ་ཡ་སོང་དེར་ཧ་ལས་ད་དེ་རིང་ར་ལ་ཤ་ཟ་ཧ་ཨ་ཚང་ཁ་ལ་དེ་ནས་ར་དེ་དང་ཧ་དེ་གཉིས་ཀས།

རི་ལ་རུ་རུ་རེ་རེ་རོ་ལོ་ལོ་ལོ་ཡག་ལས། འོ་ད་རི་ལ་རུ་རུ་རེ་རེ་རོ་ལོ་ལོ་ཟེར་ན་ཅི་ཟེར་དང་རི་ལ་ཟེར་ན་རི་ཡག་ལས་ང་དང་རི་རི་དང་ལུང་ང་ཆགས་ནོག་པ་རི་ལ་རུ་རུ་ཟེར་དཀར་འབོ་དེ་ནས་མ་ང་དང་སྐལ་ཡང་གཟུགས་ཤིག་ཡིན་ནོག་ག་ལས། མཛོ་མཛོ་མོ་གུང་ལ་ཅེས་སྤེལ་དེ་ནས་ང་དང་སྐལ་ཨ་མེ་ཅོ་ཟེར་བྱས་མ་དང་ང་དང་ཕྲུ་གུ་གུང་ལ་ཨ་མེ་ཅོ་ཨ་བེ་ཅོ་ཟེར་ནོག་པ་སྟེ་ཙོག་ལ་དེ་ནས་ང་དང་ངའི་རྫོགས་དང་རྫོགས་མོ་དགུང་ལ་དེ་ནས་ང་དང་ཅི་བྱ་ནོག་ཙེ་ན། བརྩེ་བ་དང་ནི་སྙིང་དམྱལ་བའི་དེ་ནས་བཟུ་སྐ་ཅིག་གི་ནོག་ཡ་ལས། དེ་ནས་རུ་རུ་ཟེ་བྱེ་མ་ན་གོ་རུ་རུ་ཟེ་བྱེ་མ་དང་ང་དང་བཞིན་ལོག་ཙ་ནས་གོ་རུ་རུ་ཟེ་ནོག་པ་འོ་དེ་རྫོགས་དང་རྫོགས་མོ་དགུང་ལ་དེ་ནས་ང་དང་སྙིང་དམྱལ་བའི་སྐ་ཅིག་གི་ནོག་ཡ་ལས། རུ་རུ་ཟེ་དོ་ཨ། རིགས་ལ་རུ་རུ་རེ་རེ་ཟེར་སྐམ་པོ་ང་དང་ཚང་མ་བཤད་ས་ནོ། རོ་ལོ་ལོ་རོལ་ཟེར་བྱེད་པ་ན་རོ་ལོ་ལོ་ཟེར་སྐམ་པོ་ཚང་མ་རུབ་ཆོག་ཤི་གས་མཉམ་པོ་འགྲུལ་འདུག་ཟེར་དོན་ནོ་བ། ཨ་ལས། རིགས་ལ་རུ་རུ་རེ་རེ་རོ་ལོ་ལོ་ཟེར་རོ་རོ་ལོ་རོལ་མ་ཆ་ཟེར་དེ་མེད་དོ། ཚང་མ་རོ་ལོ་ལོ་རོལ་དཀའ་རུ་བྱེད་ཟེར་རེ་མེད་དོ་འོ་དོད་ང་དེ་སྤེལ་ར་ཡིན་ནོ་ཡ་ལས། ཡིན་ན་ཚང་ཁ་ང་དེ་སྤེལ་ར་ཡིན་ནོ་བ། ཡཱ་ལས་དེ་ནག་ཚོགས་ལ་དེ་ནས་ལི་ལི་ལུ་ལུ། ལེ་ལེ་ལོ་ལོ། ལོ་ལོ་ལོ་ལོ་ལ་ཨ་ལས། ལི་ལི་ལུ་ལུ་ལེ་ལེ་ལོ་ལོ་ལོ་ལོ་ཨ་ལས། ཨི་བོ་ང་དང་སི་ཀ་དེ་ནག་དུས་རྒྱུན་དེ་ནས་གོལ་ཁ་འཇིག་གིན་འོག། ལི་ལི་ཟེར་ཁན་པོ་དེ་ནས་ང་དང་རྒྱན་ལ་གོ་རུག་ཨེ་ལས་ལི་ལི་ཟེར་ཁན་པོ་ཁྱེད་གོ་རུག་ཟེར་ན། རྒྱན་ལ་གོ་རུག་རྒྱན་ང་དང་འོ་ཟོ་རྒྱན་ཆ་བདག་ཆ་སི་ལ་ཡོང་ནོག་པ། ནམ་ཅོག་གི་ལི་ལི་ཟེར་ན་ང་དང་ཁྲུའུ་གུང་ལ་མང་ཆ་གོ་ད་ལི་ལི་བུ། ལི་ལི་དགོན། ཨ་ལས། ལི་ལི་བུ་སྒོ་འཛེར་དུ་བ། ཨོ་ཏོ་ཟེར་དུ་བ་དེ་ཚོ་ང་དང་ཀོལ་དུ་བ་ལི་ལི་ཟེར་སྐམ་པོ། ཨ་ལས། ལུ་ལུ་ཟེར་སྐམ་པོ་དེ་ནི་ང་དང་ཡང། ཡང་ཁོ་རང་སྐབས་གཅིག་ཡིན་ནོ། ཨ་ལི་ལི་ལུ་ལུ། ཨ་ལས། ཨུ་ལུ་ལུ་ཟེར་བྱེ་མ་ན་ང་དང་ཨུ་ལུ་ལུ་ཟེར་སྐམ་ང་དང། ང་དང་ཅང་དང་ཨུ་ལུ་ལུ་ཅི་ཅོ་སྟོན་ཨོ་ཟེར་བྱེ་མ་ན་ང་དང་ཡ་མཚན་ཀ་ནས་ཨོ་ཟེར་སྤེ་ར་བཞིན་དེ་དུ་བ་ཨུ་ལུ་ལུ་ཟེར་བྱེ་མ་ན་ཨ་ལས་ཨོ་ཏོ་ཨོ་ཁ་དེ་ན། འདི་རང་དང། གཤམ་གོ་ལ་མང་པོ་བཀོལ་ཐུབ་བ་ཡོད། ཨུ་ལུ་ལུ་ཟེར་གང། ལེ་ལེ་བང་དེ་ནས་གཤམ་མ་བཀོལ། གཤམ་མ་དེ་ནས་གཤམ་ཕྱོགས་ལ་མང་པོ་བཀོལ་ཐུབ་བ། ལེ་ལེ་ཅི་བ་སི་ཡིན། ལེ་ལེ་རྡུལ་ཅི་བ་སི་ཡིན་ཇ་ནག་པ་ཨ། ལེ་ལེ་ཟེར་ན་ག་ཏོ། ལས་ཀུན་མཛེས་དོ་ལས་ཀུན་མཛེས་དོ་ལས་ཀུན་དཀར་ཆེ་མཛེས་དོ་འོག་ཏུ་གལ་ཏེ་ན་སྐྱིད་འདུག་ཟེར་ན་ང་དང་གཤའ་མས་སྐད། གཤའ་མས་དེ་ནས་སྐད་ལ་དེ་ནས་མང་པོ་གོལ་ཁ་ནས་ཚིག་ཞིག་ཡིན་ནོ་ཨ་ལེ་ལེ་ཟེར་གང། ལི་ལི་ལུ་ལུ་ཨུ་ལུ་ལུ། ཨ་ལེ་ལེ། ཨ་ལེ། ལས་ཀུན་དཀར་བྱེད་དག་ལ་ལས་ལས་གཟིར་ཁང་ནང་ལ་ང་དང་འོག་ཏུ་ལས་ལས་གཟིར་ཁང་འོག་ཏུ་ཡོད་ཁྱེད་དེ་ནང་ཤ་མ་བསྐོར་ཁང། ལོ་ལོ་ལོ་གཟིར་ཁང་པོ་གཅིག་ཙམ་འོག་ལོ་ལོ་གཟིར་ཁང་ནས་ང་དང་འོག་ཏུ་ཕྲུ་གུ་ལུས་བྱེད་ཟེར་དེ་ནས་སྐར་གཅིག་གི་ནོག་ཧེ་ལོ། འོག་ལོ་ལོ་གཟིར་ཁང་ལོ་ལོ་ལོ་ལོ་ལོ་ཟེར་དེ་ང་དང་ཕྲུ་གུ་ལུས་མེ་དག་ལས་འོག་ཏུ་འོག་ན་ལི་ལི་ལུ་ལུ་ལེ་ལེ་ལོ་ལོ་ལོ་ལོ་ཡ་ལེ། ཡ་ལན། དེ་ན་ཛོ་ལ་ཏེ་ནེ་ཏེ་ཨོ་ལ་བོ་ལ་ཀྱི་འུ་ཞབས་ཀྱུ་འབྲིང་པོ་ན་རོ་ཙོང་ཏ་ཤ་བོ་ལ་ཀྱི་འུ་ཞབས་ཀྱུ་འབྲིང་པོ་ན་རོ་སྦྱར་ན་ག་དོ། ཅི་བྱུར་འདུག་ཟེར་ན་ག་དོ། དེ་ནས། ཤ་བོ་ལ་ཏེ་ནེ། ཞི་མི་ཞུ་ལུ་ཤེ་ན་ཤོ་ལོ་ཀ་ལོ་ལ་ལན། ཞི་མི།

ལི་ལི་ལུ་ལུ་ལེ་ལེ་ལོ་ལོ་ལོ་ཞི་མི་ཞུ་ལུ་ཞེ་ན་ཞོ་ལོ་ཀ། ཙི་ཙི་ཙུ་ཙུ་ཙེ་ར། སོ་སོ་འོ་ཟེར་བ་ཚང་ཞོ་ལོ་ཀ་གཅིག་བཞི་ཡོད་ཚིག་རྐང་བཞི་འདུག་ཨ། ཨ་ལས། ར་ལ་ཤ་ཚང་ཀ་ལ་ཚིག་རྐང་རེ་རེ་རེ་རེ་ཚིག་རྐང་བཞི་ཡས་ཀྱི་དེ་ན་ཞོ་ལོ་ཀ་གཅིག་ཟེར་ནོ་ཨ་ལས། ཚིག་རྐང་བཞི་ཡས་ཅི་ཟེར་ནོ་ཟེར་ན་ཞོ་ལོ་ཀ་གཅིག་ཟེར་ནོ་ཨ་ལས་ཚིག་རྐང་བཞི་ཡས་ཞོ་ལོ་ཀ་གཅིག། ཡང་ཚིག་ལྷུག་གི་ནང་དེ་ནས་ཚེག་བར། ཚེག་བར་གསུམ་བརྗོད་དེ་ནི་ང་དང་ངའི། ཅི་ཟེར་ཚེག་བར་གསུམ་བརྗོད་ཀྱི་དེ་ནང་དེ་ནི། ཤོ་ལོ་ཀ་གཅིག་དེ་ཚིག་ལྷུག་གི་ནང་དེ་ནི་ཤོ་ལོ་ཀ་ཨོ་ཐོས་སུ་ཡང་རྩེ་གཅིག་མཐིལ་གཅིག་ཡོང་དོ། དེ་ནག་ཚོ་ལ་དེ་ནི་ཤོ་ལོ་ཀ་སུམ་བརྒྱ་དེ་ནི་བམ་པོ་གཅིག་ཟེར་ཏེ་མཐིལ་ཆུ་རྩི་རུ་བ་ལས། ཨོ་དེའོ་ཤོ་ལོ་ཀ་ཟེར་ང་ཤེས་ན་ཟེར་གམ་པོ་ཟེར་ན་ཤོ་ལོ་ཀ་ཟེར་གམ་པོ་ང་དང་ཚིག་བཅད་དེ་ཤོ་ལོ་ཀ་ལས།

ཡ། སུ་སུ་ཟེར་ན་སུ་སུ་འདུག་ཟེར་གྱི་མ་ལ་ང་དང་མི་སུ་སུ་འདུག་ཟེར་ནོག་པ་ལ། སུ་བོ་མི་ཨེ་མ་ནི་ཀོ་ལ་མ་ནོག་ཨེ་ལེ། ཨ་ལ། སུ་ནི་གང་ཟག་གང་ཀུན་ལའོ་ཟེར་ནོག་སུ་ཟེར་གང་བོ་མི་ཨེ་མ་ནི་ཀོ་ལ་མ་ནོག་གང་ཟག་གང་མ་ནི་ཀོ་ལ་མ་ནོག་ཁོ་སུ་ཡིན་ནོ་བྱ་ལག་ཅིག་ཁོ་བྱ་ལག་བྱ་ལག་ཅིག་ཀྱེ་དེ་ན་དེ་ནི་སུ་ཀོ་རེ་ཀོ་རེ་ཅིག་ཀོ་རེ་སུ་ནོག་ཟེར་ར་མ་ནོག་པ་ལ། སུ་བོ་ཀྱེ་དེ་ན་མི་ཨེ་མ་ནི་མ་ནི་ཀོ་ལ་མ་ནོག། བྱ་ལ་གུང་ལ་རྐང་པོ་བསྐོར་ལ་གོ་ས་ན་བ་ལས་འདི་གང་ཡིན། ཧ་ལས་སུ་ཡིན་ཟེར་ན་མི་ཡ་ཅབ་གོ་གོ་ས་ན་བ་སུ་སུ་མི་སུ་སུ་འདུག་ཟེར་ན། ཡ་ལས་དེ་ན་ཚོ་ལ་བསྟན་ནས་སེ་ར་ལོ་ཧ་ལས། སུ་སུ་སེ་ར་སེ་ར་ཟེར་སྐམ་པོ་སེ་ར་འདྲ་སྤུན་སྒལ་ཐང་ཚུན་མི་ནང་ཅིག་ཅིག་ཡིན་ནོག་པ་སེ་འདྲེ་སྒལ་ཚུན་མི་ནང་ནས་སེ་ར་པོ་ཅིག་ཅིག་ཡིན་ནོ་ཨ། འོ་ཅེས་པ་དེ་ནི། ང་དང་སློབ་སྦྱོང་མཛའ་བརྩེ་ཁྱོད་ཚོའི་སློབ་སྦྱོང་མཛའ་བརྩེ་དེ་ནི་གཙོ་ན་མ་ཆེན་མོ་ཞིག་ཡིན་ནོ། ཟེར་ཨ་ཟེར་སྐམ་པོ། སོ་སོ་ཟེར་སྐམ་པོ། ཨ་ལགས་ཨ་ལགས་ང་དང་སོ་སོ་སོ་སོ་བོར་བྱས་སོ་སོ་འོ། སོ་སོ་ཡིན་ནོ་ཟེར་སྐམ་ཨ་ལས་འོ་དེ་ཙི་ཙི་ཙུ་ཙུ་ཟེར་ཨ། སོ་སོ་འོ་ལོ་ཨ་ལས། ཡ་ལེ་དེ་ནག་ཚོ་ལ་དེ་ནས་ང་དང་ངའི་ད་ལྟའི་འོ་སྐལ་དེ་ནག་སྐྱེས་སོང། རི་ལ་རུ་རུ་རེ་རེ་རོ་ལོ་ལོ་ལི་ལི་ལུ་ལུ་ལེ་ལེ་ལོ་ལོ་ལོ་ཤི་མི་ཤུ་ལུ་ཤེ་ན། ཤོ་ལོ་ཀ་ཙི་ཙི་ཙུ་ཙུ་ཟས་རག་ཙོ་ཙོ་འོ་ཟེར་སྐམ་པོ། དེ་ནས་ང་དང་ཨ་ཁྱི་དང་རག་ལ་ཤ་ཚ་མཁའ་ལ་སྐྱི་གུ་ཞབས་ཀྱུ་འབྲིང་པོ་ནག་རོ་སོང། ད་ལྟའི་སྟེང་ནས་ང་དང་ཧ་ཧ་ཨ་བེ་ཀ། ཧི་ཧི་ཧུ་ཧུ་ཧེ་ཧེ་ཧོ་ཧོ་སྒྲ་ལ་ལེ། ཧི་ཧི་ཛ་ཧི་ཧི་ཛ་སྐམ་པོ་ང་དང་ད་ང་དང་ཏེ་སྐད་དགུ་ལ་ཡང་ཨུ་ཛུ་ཁོ་རང་ཀ་ག་ཀོལ་དགོ་ཞིང་ཀ་ག་ཀོལ་དགོ་ཞེས་སྨྲ་ནོག་ཏེའོ་ཡང་ཁོ་རང་ཙིར་ཀ་ཇོས་ཏེ་དུ་ཧི་ཧི་ཛ་སྐམ་པོ་ང་དང་མ་སྐྱིད་པོ་རིག་ཙོག་རིག་ཏུ་རིག་ཡོང་ཛ་ནི་ཧི་ཧི་ད་མ་སྐྱིད་པོ་ཡོང་ཛ་སྐམ་ཙོག་ཅག་ལས་ཧུ་ཧུ་ཛ་སྐམ་པོ་ཀ་ཛུ་ཤི་འདུག་ཧུ་ཧུ་ཛ་སྐམ་པོ་ཙེ་མི་ནང་ཚོར་ནང་ཨུ་ཧུ་མ་ཀག་ཙོ་རག་ཛ་ཅེ་མ་ན་ལས་ཨུ་ཧུ་ཧུ་མ་ཀག་ཙོ་རག་ཛ་ཅེ་ནོག་པ་ལས། སེམས་མའི་ཚོར་བ་དེ་ནི་མ་ནའི་འོད་ཟོར་ཀ་ངལ་ལྕགས་ནས་འོད་ཟོར་ཞུ་ཡོད་ན་ག་དུ་ཨུ་ཧུ་ཧུ་མ་སྦར་དོ་རག་ཟེར་གྱི་མ་ན་ལེ། དེ་འོ་མ་བཀག་དོ་རག་ཨུ་ཧུ་ཧུ་ཟེར་གྱི་མ་ན་ལེ་ཧོ་དོ། ཧེ་ཧེ་ཟེར་སྐམ་པོ་སྣང་ཆུང་དང་བཅས་ལ་ཟིན་ནོ་ཨེ་ལེ། ཧེ་ཧེ་ཧེ་ཟེར་འདུ་བ་ནོག་པ་ཨེ་ཧེ་ཧེ་ཟེར་འདུ་བ་ནོག་པ་ཟེར་གྱི་མ་ན་ལེ་ཧོ་དོ་སྣང་ཆུང་དང་བཅས་ནས་དེ་ནི་ང་དང་ཧེ་ཧེ་ཟེར་སྐམ་པོ་གོལ་དུ་ག་ལེ་སྣང་ཆུང་དང་བཅས་དེ་ནི་ཧོ་ཧོ་ཟེར་སྐམ་པོ་སྐྱེས་ནོག་ཧ་ལ་ཤེས་ཟིན་ནོ་ཨོ་ཧོ་མ་དྲག་པོ་འདུག་བ་ཨོ་ཧོ་གལ་ཏེ་ན། ཨོ་ཧོ། ཏེའོ་ནི་མ་ཁྱད་པར་ཅན་གྱི་དུག་ཟེར་གྱི་མ་ནག་ལས། ཧི་ཧི། ཏེའོ་མ་ཁྱད་པར་ཅན་གྱི་དུག་ཟེར་མ་ནག་པ། ཨོ་ཧོ། ཏེའོ་མ་དྲག་པོ་དུག་ཟེར་ནག་པ་ལས། ཨོ་ཧོ་ཧོ། མ་དྲག་པོ་དུག་ཟེར་གྱི་ནག་པ། དྲག་པའི་ཚིག་ལས་ཀྱི་དང་དྲག་ཉམས་སྟོན་ཀ་ནག་ལས། སྐྱོ་ཉམས་དྲག་ཉམས་འོ་ད་ཅི་ང་དང། དེ་ནས་ཅིག། ཨོ་ཙི་ཙོ། སྒྲ་མི་འདྲ་ཡོད་དོ་ཉམས་སོ་སོ། ཧ་ལས་ཧི་ཧི་ཧུ་ཧུ་ཧེ་ཧེ་ཧོ་ཧོ་ཟེར་སྐམ་པོ། ཁོ་རང་ཉམས་སོ་སོ་སོ་སོ་ཨ་ལ་ཉམས་ཁོ་རང། སོ་སོ་སོ་སོ་དུ་བ། ཧོ་ཧོ་ཟེར་སྐམ་པོ་ཧ་ལ་ཤེས་ཟེར་དེ་ནས་ང་དང་ཨོ་ཙོ་གས་ཚིག་གཅིག་གི་མཐིལ་དུ་བ། ཧི་ཧི་ཧུ་ཧུ་ཧེ་ཧེ་ཧོ་ཧོ་དང། ཡ་ལས་ཨི་ཅི་ཨུ་མ་ཨེ་མ། ཨོ་ལོ་ཚོ་ཨོ་ལོ་ཨ་ལེ། ཨི་ཅི་ཛི་ཨི་ཅི། ཨི་ཅི་ཛི་སྐམ་པོ་ཉེ་ཆར་ཚོར་ལྟོས་འགྲོ་ཉེ་ཆར་མཁྱེན་ལྟོས་འགྲོ་འོ་ཟོ་ཀུ་ནེ། ཨི་ཅི་ནོ་ཝ་ཟེར་ཏེ་ང་དང་ཨི། བྱང་ཁ་དང་མར་རྩེ་གླང་དང་ཟག་བྲིས་དང་དེ་ནས། ཟག་བྲིས་དང་དེ་ནས་ཨི་ལྟོ་ཆོག་ལ་དེ་ནས་མང་པོ་གོ་ལྟོས་འདུག་ཨི་ཅི་ནག་ཝ་ཟེར་ཏེ་མི་ཟོ་ཨ་ལེ། ཨི་ཅི་ནག་ཨ་ལེ། ཨི་ཅི་ནག། ཨུ་ཅེ་ནག་ཨི་ཅི་ནག་ཟེར་ཀ་ནི་མངའ་ཐང་ཨུ་ཟུ་ཏེ་བ་ཉན་ཨི་ག་དྲིས་དང་ཟེར་མངའ་ཐང་ཕལ་ཁ་ཙོང་པ་ཟང་ཨ་ལེ་ཨི་ཅི་ནག་ཟེར་ཀ་འཇིག་ཟེར་ར་མི་དོ་ཨ་ལེ་ཨི་ཅི། ཤམ་དགུན་ལ་ཀོ་ཙོང་ཟེར་ཤམ་དགུན་ལ་རྡུལ་ཅི་ནོག་ཟེར་དོ་རྡུལ། རྡུལ་ཅི་ནོག་ཟེར་དོ་ཟེར་ར་མི་དོ་ཨ་ལེ་ཨོ་ཏེ་ཨོ་ཏེ་ཟག་དྲིས་དང་དེ་ནི་མངའ་ཐང་ཨི་ཨུ་ཟུ་ཀུན་ལ་མང་པོ་ཀོ་ཙོང་ཨི་ཅི་ནག་ཟེར་ཀ་འཇིག་ཨ་ལེ་འོ་དེ་བ་ཉན་ཡིག་ག་ཁྱོང་ཚན་ཨི་ཅི། དབུ་མ་ཛེ་སྒམ་པོ་བདག་ང་དང་ང་ལ་ང་དང་ཟེར་དེ་ང་དང་ལྷང་བཅུག་ཆེར་མེད་དེ་ནས་འུ་ཟུ། ན་མ་བོ་ལ་ལྕམ་བོ་ལ་དབུ་མ་ཛེ་ལ་མོ་དབུ་མ་ཛེ་དུ་ཨ། འོ་དེ་བ་ཛོ། ད་ཨེ་མ་ཛེ་སྒམ་པོ་ངོ་ཚར་ངོ་ཚར་ཆ་ནས་སྐབས་ཅན། ཨེ་མ་སྟོན་པ་ཨེ་མ་སྐྱབས་ཨེ་མ་མ་མཆོག་ཨེ་མོ་དགོན་ཛེར་དེ་མེད་དོ་ཨེ་མ་ཛེ་སྒམ་པོ་ཧ་ལས་ཤིས་ལ་ཛེ་ནོ་ཧེ་ལེ། ཀེ་མ་ཛེ་སྒམ་པོ་སེམས་སྐྱོ་མོ་ཞིག་ཡོད་ན་ངུ་དགོས་ཤེས་ཤིག་ཡོད་ན་སྐད་མང་ཟེར་ནོ། སྐད་མང་སྡིག་པ་རིག་ཟེར་དོན་བྷ་ལས། སྐད་མང་སྡིག་པ་རིག་ཟེར་དོན་བྷ། ཨེ་མ་ཟེར་སྐམ་པོ་ཨོ་ཧོ་མ་ད་ཅི་ང་དང་ཨོ་ཧོ་ཧོ་ཟེར་ར་ཙོག་སོང་ནོ་ག་ལས། ཨེ་མ་ཟེར་སྐམ་པོ་ཨོ་ཧོ་དང་ཀྱང་པོ་དེ་ནས། ཅིག་ཅིག་ཆར་བ། ཡ་ལས་དེ་ན་ཙོག་ལ་དེ་ནས་ཨ་ན་རོ་ཨོ་ལ་ན་རོ་ལོ་ཨོ་ལོ་ཟེར་ན་ཨ་མས་ཨོ་ལོ་ཚོ་ཟེར་ནོ་ཨ་ལས་ཨོ་ལོ་ཚོ་ཟེར་ན། ད་ཨ་མས་ཅོ་ཚོ་ཟེར་ནོ་ཅོ་ཚོ་ཟེར་དོན་བྷེ་ལས། ཨི་ཅི་ཨུ་མ་ཨེ་མ་ཨོ་ལོ་ཚོ། ཨོ་ལོ། ཨ་མེ་ཨོ་ལོ་ང་དང་ཁ་ཆེ་པཱ་ལུའི་ཨུ། འདི་ནི་ཉོན་དང་ཨ་མེ་ཨོ་ལོ་ཚོ། ཨ་མེ་ཨོ་ལོ། ཨ་མེ་ཅེས་པ། ཨི་ཅི་ཨུ་མ་ཨེ་མ་ཨོ་ལོ་ཚོ། བ་ཚང་ད་ང་ད་ངའི་ཨི་ཀ་ནས་ཨང་བ། དེ་ནི། མིང་གཞི་རྐྱང་པ། དབྱངས་དང་སྦྲེལ་ཀ་ནི་སྦྱོར་ལོག་ཀུན། དེ་ནས་ང་དང་ཡིད་ག་མྱང་བ་མཚར་དོན་དགའ་ལས། ད་ལྟའི་གཡོག་པོ་ལ་བརྟེན་ནས་ངས་ཅི་བྲིས་ཚོད་ཟེར་ན་མིང་རྐྱང་དབྱངས་སྦྲེལ་སྦྱོར་ལོག་རྩ་བ་འདི་ཀུན་ལ་ཕན་ཕྱིར་ཡིད་སྨོན་བཟང་པོ་སྤེལ་ཟེར་དོན་དགའ་ལས། མིང་རྐྱང་ཟེར་ན། མིང་གཞི་རྐྱང་པ་ཟེར་དང་དབྱངས་དང་སྦྲེལ་དབྱངས་དང་སྦྲེལ་དཀའ་ནས། དེ་ནས་སྦྱོར་ཀློག་སྤྱོད་བྱེད་ཚུལ་གོ། སྦྱོར་ཀློག་སྤྱོད་བྱེད་ཚུལ་གྱི་རྩ་བ་པོ། དེ་ནས་ཚང་མ་ལ་ཕན་བྱེད་ཚུལ་པའི། དེ་ནས། ཚང་མ་ལ་ཕན་བྱེད་ཚུལ་པའི་ཀུན་སློང་བཟང་པོའི་སྒོ་ནས་ཡིད་སྨོན་བཟང་པོའི་སྒོ་ནས་དེ་ནས་ངས་སྤེལ་དེ་ཡིན་ཟེར་དེ་ནས་བ་ལས་དགེ་སློང་ངག་དབང་རྒྱ་མཚོས་ན་ཟེར་དེ། འོད་སྲུངས་ཞེས་དེ་ནས་འོད་སྲུངས་ཞེས་ཚིག་བྱ་གཅིག་འོད་སྲུངས་ཞེས་བཅོས་སྟངས་སུ་ན་ལས། དག་ཡིག་པོ་དེ་ནས་ངེས་བྱེད།

བཏེགས་ནས་དེ་ནས་རང་གི་ཚ་བོ་ཚ་མོ་དང་དེ་ནག་ཚོ་ལ་ཕྲུ་གུ་ཀུན་ལ་དེ་ནས་བུ་ཏིག་ལབ་བཟའ་ནས་དེ་ནས་ཕ་ནིན་ས་མ་ར་ག་ལེ། ཡ་ལེ་ཨོ་ད་ཏེ་ཨོ་དི་རིང་ཀེ་ཏི་རང་ར་ལ་ཤ་ས་ཧ་ཨ་ཚ་ག་ལེ། རི་ལ་རི་ལ་རུ་རུ་རེ་རེ་རོ་ལོ་ལོ། ཨ་ལེ། རི་ལ་རུ་ལུ་རི་ལེ་རུ་རུ་རེ་རེ་རོ་ལོ་ལོ། ལི་ལི་ལུ་ལུ་ལེ་ལེ་ལོ་ལོ་ལོ། ཤི་མི་ཤུ་ལུ་ཤེ་ན། ཤོ་ལོ་ཀ། ཙི་ཙི་ཙུ་ཙུ་ཙེ་ར་ཙོ་ཙོ་འོ། དེ་ནས་ཧི་ཧི་ཧུ་ཧུ་ཧེ་ཧེ་ཧོ་ཧོ་སྒྲ། ཨི་ཅི་ཨེ་མ། ཨི་ཅི་ཨུ་མ་ཨི་ཅི་ཨུ་མ་ཨེ་མ། ཨོ་ལོ་ཚོ་ཨེ་མ་ཨོ་ལོ་ཚོ། མིང་རྐྱང་ཡང་འབྲེལ་སྦྱོར་ཀློག་རྩ་བ་འདི་ཀུན་ལ་བར་འཇིར་ཡིད་སྨོན་བཟང་པོ་སྤེལ། ཟེར་ཏེ་འོ་ཙོ་ཙོ་གི་ཐིག་སྐྱ་བསྟན་ན་དེ་ནི་རེ་བ་ཡིན་དེ་ནི་ངེད་ཅག་ཡུལ་ཚོ་ཡུལ་བོ་ཕ་ནིན་ཨ་ལས།

རོ་ལོ་ལ་ལ་རོ་ལོ་ལོ་རོ་ལོ་ལོ་ཟ་ཟོ་ཧ་ལ་ལ་ཀྱི་ཝུ་ལི་ལ་ཀྱི་ཝུ་ལི་ལི་ལི་ལ་བཞི་ཀྱི་ལུ་ལ་བཞི་ཀྱི་ལུ་ལུ་ལུ་ཨ་ལ་ལ་རིན་པོ་ལེ་ལ་རིན་པོ་ལེ་ལེ་ལེ་ལ་ན་རོ་ལོ་ལ་ན་རོ་ལོ་ལོ་ལོ་ལ་ན་རོ་ལོ་ལོ་ལོ་ལོ་ཨ་ལ

འོག་ཏུ་རྩི་རྩི། རྩྭ་སྐྱུག་རྩི་རྩྭ་སྐྱུག་རྩི་རྩི་རྩི་རྩྭ་སྐྱུག་ཆུ་རྩྭ་སྐྱུག་ཆུ་ཆུ་ཆུ་རྩྭ་འགྲིམ་པོ་རྩེ་ར་རྩེ་ར་རྩྭ་ནོར་བུ་ཚོ་རྩྭ་ནོར་བུ་ཚོ་ཚོ་ཚོ་ཨ་ནོར་བུ་འོ་ཚོ་ཚོ་འོ་རྩྭ་རྩྭ་རྩི་རྩི་ཆུ་ཆུ་རྩེ་ར་ཚོ་ཚོ་འོ་རྩེ་དེ་འོག་ཏུ་རྩིག། གཉིས་གཉིས་མཉམ་པོ་མཉམ་པོ་ལ་སྐྱུག་ལི་ལ་སྐྱུག་ལི་ལི་ལི་རྩྭ་ཚོ་འོག་ཏུ་བཙོག་ལ་དེ་ནས། ཚང་མ་ལ་དེ་ནས་འོ་གཟུགས། དེ་རིང་གི་སྟེང་ན་དེ་ནས་ང་དང་འོ་གཟུགས་པོ་ཚར་དེ་ནོ། དང་མིང་གཞིའི་རྐྱང་པ་དང། དེ་ནས། མིང་གཞིའི་རྐྱང་པ་ཀུན་ལ་དེ་ནས་གཡང་གཞི་སྦྱར་ཏེ་དེ་ནས་ང་དང། སིལ་ཆ་ཀུན། སིལ་ཆ་ཟེར་དེ་ནས་ཚིལ་ཀ་ཀུན། དེ་ནས་གཡུ་བོ་དང་མཉམ་པོ་དེ་ནས་ང་དང་འོ་གཟུགས་པོ། ཚར་དེ་ནོ། དེ་ནས་ཐོ་རེ་ང་དང་ངའི་མགོ་བྱང་དང་མདོག་བྱང་ནི་ཡི་གེ་ཀུན། དེ་ནས་ང་དང་ལབ་བྱེད་ནོ། ཡ་རྒྱུད་ལས་ཚང་མ་ལ།